སློབ་ཕྲུག་ཚང་མ་ལ་སྐུ་ཁམས་བཟང་ད་རིང། འཛིན་རིམ་ལྔ་པའི་སློབ་ཚན། མཆོག་གསུམ་པ་ཁ་ཆེ་བ་ལུག་ཞེས་པའི་སློབ་ཚན་དེ་མར་འགྲེལ་བཤད་རྒྱག་གི་ཡིན། དེ་སྔོན་ལ་ཁྱེད་རང་ཚོ་གིས་མར་འགྲེལ་བཤད་སྐྱོན་གནང་རེད། ད་ལྟ། མར་འགྲེལ་བཤད་རྒྱལ་ལགས་ཀྱི་ངོས་ནས་མར་འགྲེལ་བཤད་རྒྱག་གི་ཡིན། ཁྱེད་རང་ཚོ་ངོས་ནས་ཡག་པོ་བྱེད་ནས་གཟན་གཟིགས་གནང་རོགས་གནང། དང་པོ་ངས་ལག་གཉིས་སློག་གི་ཡིན། འདི་ཆ་ལ་མར་འགྲེལ་བཤད་རྒྱག་གི་འགྲོ་ཡ་ཡིན། ད་སློབ་ཚན་བཅུ་གསུམ་དེ་ཁ་ཆེ་བ་ལོས་ཡིན་དུས་ཁ་ཆེ་བ་ལོས་སུ་ཡི་ཙམ་རེ་རོ། ཁ་ཆེ་བ་ལོས་སུ་ཡི་ཙམ་རེ་ཞུ་བ་ཡིན་ན་ཁ་ཆེའི་མི་རིགས་བ་ཞིག་གིས་བརྩམས་གནང་བ་རེད། ཁོ་རང་ཁ་ཆེ་ནས་ནི་ད་ལྟ་ཁ་ཆེ་ལུང་པ་ནས་ད་ལྟ་བོད་ཀྱི་ཡུལ་དུ་ནང་པའི་ཆོས་དང་རིག་གཞུང་ཆ་ཚང་ཅིག་སློབ་གཉེར་གནང་ནས་ནི་ཁ་ཆེ་བ་ལོ་ཞེས་པའི་སློབ་ད་ལོ་ང་ཚོ་བྱང་ཡིག་གི་སློབ་ཚན་དེ་མ་ཁོ་རང་གིས་བརྩམས་གནང་བ་ཞིག་རེད། འདིའི་ནང་གི།

ནུ་ཞོ་ཁ་ལ་སྦྱར་ཀྱང་བཏུང་མི་ཤེས། མིག་གཉིས་ཡོད་ཀྱང་མཐོང་རྒྱུ་མ་ལས་མེད། སེམས་པ་ཡོད་ཀྱང་བསམ་རྒྱུ་མ་ལས་མེད། ངོ་ལ་འཁོར་བའི་སྦྲང་མ་དཀྲོག་མི་ཤེས། མིག་ལ་འཚང་བའི་ཐལ་བ་འདོན་མི་ཤེས། དྲང་ངུ་འཁྱག་ངུ་ལྟོགས་ངུ་སྐོམ་ནི་ངུ། ཕ་མ་གཉིས་པོ་དགོང་མོའི་གཉིད་ཐེབས་ཆགས། ད་དེའི་མ་འདྲི་ཤེས་ཤི་མ་ཞུ་བ་ཡིན་ན། དེ་ནི་ཉོན་དང་ཨ་མའི་ཨོ་ལོ་སོ། ཨོ་ལོ་ལ་ན་ཕྲུ་གུ་ལ་ལོ་ཡི་རེ་ར། ཨོ་ལོ་ཆུན་ཆུན། ཨོ་ལོ་ལ་ན་རྟ། སོ་སོ་གི་སྤུ་གུ་ཞུ་ར་བརྩེ་བའི་སྤུ་གུ་ཞུ་ར་འོ་འདི་ལ་ཨོ་ལོ་ལ་ཡི་རེ་ར་སོ་སོའི་མ་ཡི་བརྩེ་བའི་གི་སྤུ་གུ་ལ་ཨོ་ལོ་ལ་ཡི་རེ་ཕྲུ་གུ་ལ་ད་ཡག་པོ་བྱས་ནས་བསྲེས་རོགས་ནའང། དེ་ནི་ཉོན་དང་ཨ་མའི་ཨོ་ལོ་སོ་ལ་ན། སྤྲུལ་ཁྱོད་རང་ཚོ། ཡག་པོ་བྱས་ནས་གསན་རོགས་གནང། སྟག་གཟིག་ནགས་ཀྱི་སྐེད་ནས་ཐོན་འདྲ་རྣམས། སྟག་དང་གཟིག་དེ་ཚོ་ཚང་མ་ག་ནས་མ་ཐོན་ལེ་འོར་ཤིང་ནགས་ཀྱི་སྐེད་ནས་མ་ཐོན་ལེ་འོར་འདི་དགྲ་བོ་ད་ལྟ་སྤྲུལ་སྐུ་ཁོ་རང་ལ་དཔེ་ཞག་རེད། སྤྲུལ་སྐུ་ཁོ་རང་ཡིན་པ་ཡིན་ན། སྤྲུལ་སྐུ་མ་ཡི་ཁོག་ནས་ཐོན་པའི་དུས། སྤྲུལ་སྐུ་འདི་ཨ་མེས་ཀྱི་ཁོག་ནས་མ་ཁོག་པ་ནས་མ་ཐོན་རོགས། ཐོན་པའི་དུས་ལ་ན་དུས་ཚོད་སྟོན་དགོས་རེད།

ཨ་མ་གིས་སྤྲུག་གི་ལྟེ་བ་འདི་དང་མ་མཉམ་དུ་སྦྱར་ནས་ཡོང། མ། སྤྲུག་གི་དེ་མ་དོན་སྐོར། ཡོང་བའི་དུས། རྩེ་གསེར་ཟེར་བ་ཙམ་ལས་ཤ་ཏོག་ཅིག། ཁ་ནི། རྩེར་རྩེར་ལ་ནི། མ། སྐད་རྒྱ། སྐད་རྒྱ་བའི། འདི་རྣམ་པ་ཞིག་རེད། རྩེར་རྩེར་ལ་ནི། མ། ཟེར་ནས་ཡོང་སྐོར། ཡོང་བ་ཙམ་ལས། ཤ་ཏོག་ཅིག། ཤ་རྡོག་རྡོག་ཅིག་ལྟ་བུ། མ། སྐད་དུ་གབ་ལ། ཤ་རྡོག་རྡོག་ཅིག་རེད་བ་ད། རྡོག་རྡོག་ཅིག། ར། འདི་ག་བླ་མཆོད་མཆོད་ཅིག་ར། ཤ་རྡོག་ཅིག་ར། སྤུ་གུ་མཆོད་མཆོད་ཡིན་པར་གྱིས་རྣམ་པ་སྟོན་གོ་ར། ནུ་ཞོ་ཁ་ལ་སྦྱར་ཀྱང་བཏུང་མི་ཤེས། ནུ་ཞོ་ཁ་ལ་སྦྱར་ཀྱང་བཏུང་མི་ཤེས་ལ་ན། ནུ་ཞོ་ལ་ན་ཨ་མེས་ཀྱིས་འོ་མ་དེ་སྤུ་གུ་གི་ཁ་ལ་མ་སྤྲེལ་བ་ཡིན་པ་ཡིན་ན་ཡང་སྤུ་གུ་གིས་བཏུང་ཤེས་ཀྱི་ཡོད་མ་རེད། བཏུང་མི་ཤེས་ལ་ན། ད་ཤེས་ཀྱི་ཡོད་མ་རེད་ར་མཁྱེན་གྱི་ཡོད་མ་རེད། མིག་གཉིས་ཡོད་ཀྱང་མཐོང་རྒྱུ་མ་ལས་མེད། མིག་གཉིས་ཡོད་རེས་པུ། པུ། ད་ལྟ་བྱིས་པ་ཆུན་ཆུད་དེ་ལ་ར། མིག་གཉིས་ཡོད་རེས་འོ་ལོ་ཆུན་ཆུད་དེ་ལ་བར་ད། མིག་གཉིས་ཡོད་ཀྱང། མཐོང་རྒྱུ་མ་ལས་མེད། མཐོང་ཨེ་དེ་སུ་སུ་ཨ་མ་མ་ཞུ། མཐོང་གོ་མ་རེས་ར་མཐོང་རྒྱུ་མ་ལས་མེད། སེམས་པ་ཡོད་ཀྱང་བསམ་རྒྱུ་མ་ལས་མེད། ཁོ་རང་ལ་སྤྲུལ་སྐུ་ཆུང་ཆུང་ཁོ་རང་ཨོ་ལོ་ཁོ་རང་ལ་སེམས་པ་ཡོད་རེད་ཡིན་ན་ཡང། ཁོ་རང་གི་བསམ་རྒྱུ་དང་དྲན་རྒྱུ་དེ་སོ་སོ་ཨ་མ་ལ་ཨ་མ་མ་བཞིན་ཡོད་མ་རེད། བསམ་རྒྱུ་མ་ལས་མི་ལ་དོ་ཨ་མ་མ་གཏོགས་ཡོད་མ་རེད་ལོ། ངོ་ལ་འཁོར་བའི་སྦྲང། སྦྲང་མ་དཀྲོག་མི་ཤེས། ངོ་ལ་ན། སྟོང་པ་ལ། སྟོང་པ་ལ་འཁོར་ཤ་ཁྱོད་ཀྱི་སྦྲང་མ་འདི། ར། འདི། མ་དཀྲོག་ཐུབ་ཀྱི་ཡོད་མ་རེད། ར། ཡ་མ་སོ་སོ་ཀྱི་ལག་པ་གཡུག་དེ་འདྲ་བྱེད་ཐུབ་ཀྱི་ཡོད་མ་རེད། མིག་ལ་འཚང་བའི་ཐལ་བ་འདོན་མི་ཤེས། འབྲང་ངོ་འཁྱག་ངོ་ལྟོགས་ངོ་སྐོམ་ནི་ངོ། ལྟར། གྲོགས་འགོག། རྒྱག། རྩེད་ཟས་བྱེད། གྲོགས་འགོག། འབྲང་བ་ཡིན་པ་ཡིན་ནས་གྲོགས་འགོག་རྒྱག་པ་ཡིན་ནས། འདི་སྐབས་ལ་ཨནི་པུའུ་ཉུལ་རེད། ཨནི་འཁྱག་པ་ཡིན་ནས་པུའུ་ཉུལ་རེད། ར། ཁོའི་གྲོགས་འགོག་དགོས་ཡོད་དེ་འདྲས། མ། ལ་ཐུག་མ་ར། དེ་འདྲས་ཡིན་དུས། པུའུ། ཆུན་ཆུན་ཡིན་དུས་ཨོ་ལོ་ཆུན་ཆུན་ཡིན་དུས་མ། ལ་ཐུག་མ་ར། དེ་འདྲས་ཡིན་དུས། ཉུལ་རེད། ལྟོགས་པ་ཡིན་ནས་ཉུལ་རེད་ཕྱི་དགོ་ཡོད་ཟས་དགོ་ཡོད་དེ་འདྲས། མ། ཁ་ནི་མ་ཤེས་མ་དུས་ཉུལ་རེད། སྐོམ་པ་ཡིན་ན་ཡུན་རེས་ནི་ཁ་སྐོམ། ད་ཆུ་དགོས་ཡོད་དེ་འདྲའི་ཆེ་བ་ཡིན་པ་ཡིན་ནས་འོ་མ་དགོས་ཡོད་དེ་འདྲའི་ཆེ་བ། ལ་དུག་མར་བ་དེ་འདྲའི་འདུས་ཡུན་རེས། ཕ་མ་གཉིས་པོའི་དགོང་མོའི་གཉིད་ཐེབས་ཆག། ཕ་མ་གཉིས་པ་ལ་དང་ཨ་མ་ལ་གཉིས་ཀ་གི་དགོང་མོ་གཉིད་ཁུ་བའི་གི་དུས་ཚོད་འདི་ཡང་སྤུ་ཆུན་ཆུན་གྱི་དགོང་ཟླ་ཚེས་ལ་གཉིད་ཁུ་བའི་དུས་ཚོད་འདི་ཡང་ཚང་མ་མེ་བ་སོད་རེས་ག་རེ་ན་གཉིད་ཁུ་བའི་དུས་ཚོད་འདི་ཡང་ཚང་མ་སད་འགྲོ་རེས་མེ་བ་སོད་འགྲོ་རེས་རོ། ཨ་ནི། ཟླ་འདིའི་ད་ལྟ་སྤྲུལ་སྐུ་ཆུང་དུས་ཀྱི་གནས་སྟངས་དེ་རེད། སྤྲུལ་སྐུ་ཆུང་ཆུང་སྐབས་ལ་ནི་སྤྲུལ་སྐུ་འདི་ཕ་མ་གི་ཁུ་ཁྲག་གཉིས་ལ་བརྟེན་ནས་བྱུང་བ་གང་ཞིག་ལ་འདིའི་སྐབས་སུ་ད་སྤུ་བོ་སོ་སོ་ལ་ནི་ཆུང་དུས་ཀྱི་ཨོ་ལོ་ཆུང་ཆུང་ཡིན་དུས་སྐབས་ལ་ནི་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་ཡོད་མེད་ར་ནི་ཕ་མ་གི་འདི་སྐབས་ལ་དཀའ་ངལ་དེ་ལྡོག་ལན་ག་དེ་གནང་གི་ཡོད་མེད་འོ་དེ་རེད་ཨ་ནི་ཕ་མ་གི་མ།